ཚང་མ་ལ་བཀྲ་ཤིས་བདེ་ལེགས། ངའི་མིང་ལ་བཀྲ་ཤིས་དཔལ་བཟང་ཡིན། ད་དེ་ནས་དེ་རིང་ད། རྣམ་ཐར། རྣམ་ཐར་བཅས་ཀྱི་སྐོར་ནས། ད་དེ་ནས། རྫས་ལས་བྱུང་བའི་བསོད་ནམས་ཟེར་ནས་ད་དེ་ཀྱི་སྐོར་ལ། བཤད་འདོད་བྱུང། ད་དེ་ཡང་རྣམ་ཐར་དེ་ཡང་ད། བྱེད་སྟངས། ད་རྣམ་ཐར་ལ་མང་པོ་ཡོད་པའི་ནང་ནས་ད།

དེ་ནས་དེ་ལ་དེ་ནས་ཤ་ཤ་དོ་བ་ད་དེ་ནས་ཇེ་ལ་དེ་ནས་གེ་ལ་ཡང་ནས་གེ་ལ་ཁོང་དེ་ནས་གེ་ཤི་ཞམ་ཡང་ལ་དེ་ནས་ཆེ་ལོ་ལ་ཕེ་ཡོང་དེ་ཙམ་པ་དུག་སྟངས་ཡོང་དེ་དེ་ཙ་པ་ཉིན་པ་དེ་དེ་ནས་མེ་དེ་ཙ་པ་སར་པ་ཅི་མཐོང་དེ་དེ་ནས་གེ་ལ་གེ་དེ་ནས་ཞབས་ཅི་དེ་ལ་དེ་ནས་ཨ་དྲི་བ་ད་གེ་ཤ་དྲི་དོ་བ་དེ་ངས་ཆགས་པ་ལས་དེ་ག་བ་ཟེར་ནས། ད་དེ་ནས་ཞབས་ཕྱི་དེ་གི་གན་ལ་དེ་ནས་ད་རྩ་པ་ལས་དེ་རྙིང་པ་ཆགས་ཤ་དེ་ནས་གན་ལ་དེ་ནས་དེ་ད་ཤོར་ཉེན་ཡོད་པ་ལ་ད་དེ་སོང་ཙང་ངས་ནི་དེ་དེ་དེ་ནས་ངས་གཡུག་བཞག་པ་ཡིན། ད་དེ་ངས་གསར་པ་ནི་གསར་པ་ངས་ཉོས་པ་ཡིན་ཟེར་ནས་དེ་འདྲས་ཞུས་བ་འདུག། ད་དེ་ནས་གན་ལ་གི་ད་འོ་དེ་ད་རྩ་ནི་གོན་མ་རེད། ད་ཁྱེད་རང།

རྩ་བརྒྱུད་དེ་ལ་ནི་བསྟན་པའི་གི་བསོད་ནམས་ཀྱི་ཚོགས་བསགས་པ་དེ་དེ་ནས་དེ་དུས་དེ་ནས་བཀག་གི་ཡོད་རེད་ཟེར་བ་ད་དེ་དུས་ནས་དེ་ནས་ད། བསོད་ནམས་དེ་ནས་ཡར་འཕེལ་འགྲོ་ཡ་དེ་ཡོད་མ་རེད། ད་དེ་ཡིན་དུས་ས་ནས་ད་རྫས་ལས་བྱུང་བའི་བསོད་ནམས་ཟེར་དུས་དཔེ་གལ་ཆེན་པོ་རེད་བ། གལ་ཆེན་པོ་ཞུ་གི་རེད་འདུག་ཟེར་ནས་ཞུ་རྒྱུ་ཡིན། གར་བྱིན་ཟེར་ན་རྫས་ལས་བྱུང་བའི་བསོད་ནམས་དེ་གལ་ཆེན་པོ་ཡིན་པའི་རྒྱུ་མཚན་ག་རེ་རེད་འདུག་ཟེར་ན།

ནམ་ཟླ་ཇི་སྲིད་དེ་ནི་བོད་ཆོས་བཏང་ཡོང་དུས་དེ་གི་ཡང་ནི་བྱིན་བདག་དེ་ལ་དེ་ནི་བསོད་ནམས་འཕེལ་འཕེལ་བ་རེད་བ། འོ་དེ་འདྲས་རེད་འདུག་ཨ། ད་དེ་ཡང་དེ་ཙམ་མ་ཡིན་པ་དེ་ནི། དེ་ལས་རྒྱས་པ་ཞུས་པ་ཡིན་ན་དེ་ནི་ད་ང་རང་ཚོ་སངས་རྒྱས་བཅོམ་ལྡན་འདས་སྟོན་པ་སྟོན་པ་སངས་རྒྱས་བཅོམ་ལྡན་འདས་ཀྱིས་དེ་ནི་མདོ་ནང་ལོ་ལ་དེ་ནི་རྫས་ལས་བྱུང་བའི་བསོད་ནམས་དུས་ཡུན་ཟེར་ནས་གསུངས་ཡོད་པ་རེད་བ། ད་དེ་ཡང་དེ་ནི་དང་པོ་དེ། ད་གེ་དོན་ལ་ཀུན་དགའ་ར་བ་བུ་བ་ར་བ་ཀུན་དགའ་ར་བ་ཟེར་དུས་ད་སྐབས་དེ་དུས་གླིང་ག་རའོ། ད་གེ་དོན་པ་དེ་ཚོ་དེ་ནི། ངལ་གསོ་བརྒྱབ་ནས་དེ་ཟ་ར་བ། དེ་ནི་ཐོས་བསམ་བྱས་ནས་དེ་ཟ་ད། ལྷོད་ལྷོད་བྱས་ནས་དེ་ཟ་འོ་དེ་འདྲས་ཀྱི་གླིང་ག་ར་བ་ཅིག་ཡོད་ར་བ་དེ་འདྲས་ཕུད་པ་ཡིན་ན། ནི་བསོད་ནམས་ཀྱི་ཚོགས་རྫས་ལས་བྱུང་བའི་བསོད་ནམས་དང་པོ་དེ་འདི་ཡིན་གསུངས་ལས། དེ་གཉིས་པ་དེ་དེ་ནི་གེ་དོན་པ་རྣམས་ཞུགས་ཚལ་གྱི་དེ་ནི་གཙུག་ལག་ཁང་བཞེངས་པ་ར་བ། དགོན་པར་བཞེངས་པ་དང་དང་གཙུག་ལག་ཁང་རོ་དེ་བར་ཆད་དང་མཆོད་རྟེན་བཞེངས་པ་དང་དེ་ཚོ་གང་ག་དུས་དུས་ཀྱི་ཡོད་འགྲོ། དེ་གསུམ་པ་དེ་དེ་ནས་དགེ་འདུན་པ་དེ་ཚོ་བཞུགས་ས་ཡོད་རོ། དེ་བཞུགས་ས་དང་དེན་དེ་ཚོ་དང་ཡག་པོ་རོ་བ་སྤུ་ཡོད་པ་དང་གང་གང་ལྟར་དང་ནི་གང་ཡག་ཡག་འོ་དེ་འདྲས་ཕུལ་བ་དང་རོ་བཞི་པ་དེ་དེ་ནས་ད་ད་དགེ་འདུན་པ་དེ་ཚོ་གི་དེ་ནས་ཉེས་སེལ་གྱི་དེ་ནས་ད་ཉེན་འགོག་དང་རོ་བ་དེ་ནས་ཀམ་པ་ལི་དང་རོ་ཕོ་གེ་དང་དེ་ཚོ། འོ་དེ་ཚོ་ཕུལ་བ་དེ་དེ་ནས་རྫས་ལས་བྱུང་བའི་བསོད་ནམས་བཞི་པ་ཡིན། ལྔ་པ་དེ། དེ་ནས་དགེ་འདུན་པ་དེ་ཚོ་ལ་དེ་ནས་ནམ་རྒྱུན་ནས་ད། ཟས་ཕུལ་བ། རོ་བསོད་སྙོམས་ཕུལ་བ་ཡིན་ན་འདྲ་ད་ཟས་ཕུལ་བ། འོ་དེ་བྱས། དེ་ནས། དྲུག་པ་དེ། དེ་ནས་དྲོན་པོ་གློ་བུར་དུ་འོང་བ། རོ། ད་མཚམས་མཚམས་ང་ཚོ།

ཆར་པ་ཤུགས་ཆེན་པོ་བབས་པ་དང་རེད་བ། ད་དེ་དུས་དེ་ནས་ད་ཁོ་རང་ཚོ་ལ་དེ་ནས་སྡོད་ས་ཅིག་སྤྲད་པ་ཡིན་ན། འོ་ད་ཆར་པ་ལས་སྐྱོབ་པར་བ། ད་དེ་ཚོ་དཔེ་མི་གཟིགས་ཀྱི་དེ་ནས། ད་རྫས་ལས་བྱུང་བའི་བསོད་ནམས་ཟེར་ནས་ད་དེ་འདྲ་གི་རྫས་ལས་བྱུང་བའི་བསོད་ནམས་དེ་ཡོན་ཟེར་ནས་དེ་འདྲ་གསུངས་ཡོད་པ་རེད་བ། ད་དེ་ཡིན་དུས་ས་ནས་ད།